རྣམ་པ་སྐུ་ཁམས་གསང་སྔགས་རྡོ་རྗེ་ཚེ་བརྟན་ཡིན་ཐང་དེ་ཨ་རིའི་རླུང་འཕྲིན་ཁང་གི་ཀུན་སློང་ལས་རིམ་ལ་ཞིང་ཨ་རིའི་བོད་པ་ཚེ་གོང་ས་མཆོག་དགུང་ལོ་བརྒྱ་ཆ་ཐམ་པ་ཕེབས་པའི་སྐུའི་གྱ་སྟོན་ལ་བསྟན་བཞུགས་དར་འབུལ་དང། བཀའ་དྲིན་རྗེས་དྲན་གྱི་མཛད་སྒོ་ལེགས་གྲུབ་བྱུང་ཡོད་པའི་སྐོར་ལ་བགྲོ་གླེང་བྱེད་རྒྱུ་ཡིན། དེ་རིང་གི་བགྲོ་གླེང་ལས་རིམ་ལ་ཨ་མི་རི་ཀའི Seattle གྲོང་ཁྱེར་ནས་ཞིང་ཨ་རིའི་བོད་པའི་སྤྱི་འཐུས་བཀྲ་ཤིས་རྣམ་རྒྱལ་ལགས་དང། དང་ནང་བཞིན་ཁ་ན་ཏྲའི་གྲོགས་རོན་གྲོགས་གྲོང་ཁྱེར་ནས་ཤང་ཨ་རིའི་བོད་པའི་སྤྱི་འཐུས་ནོར་བུ་ཚེ་རིང་ལ་མཉམ་ཞུགས་གནང་གི་ཡོད། ད་ནོར་བུ་ཚེ་རིང་ལགས་དང་པོ་དེ་ད་རྣམ་པ་ཚོས་བདག་དབང་མང་པོ་གྲ་སྒྲིག་བྱས་ནས་ད་ཉེ་ཆར་ཉི་མ་གཉིས་གསུམ་གཅིག་གི་གོང་དེ་གོང་ས་མཆོག་ག་དན་བཞུགས་དང་དེ་ནས་ཀྱི་བཀའ་དྲིན་རྗེས་དྲན་གི་མཛད་སྒོ་དེ་ལེགས་གྲུབ་བྱུང་བ་རེད་རྣམ་པ་ཚོས་གྲ་སྒྲིག་བྱས་བ་ནང་བཞིན་གྱི་ཅིག་ད་འཆར་གཞི་ཚང་མ་ཅིག་ལེགས་གྲུབ་ག་འདྲ་འདྲ་ཅིག་བྱུང་སོང།

ང་ཚོས་ཐམས་ཅད་དེ་རྣམས་ལ་གཙོ་བོ་ག་རེ་ཞུ་གི་ཡོད་རེད་ཟེར་ན་ད་གང་ལྟར་གཙོ་བོ་དེ་སྐྱབས་མགོན་རིན་པོ་ཆེ་ད་ད་ལྟ་བོད་མིའི་དཀའ་སྡུག་གཉན་ཐང་དེ་འདྲས་ཅིག་ཆགས་ཀྱི་ཡོད་རེད་དེ་ཡིན་དུས་བརྩམས་པ་ལ་ང་ཚོས་ཀྱི་ཅིག་སྐྱབས་བཅོལ་ས་དང་རེ་བ་བཅོལ་ས་ད་སྐྱབས་མགོན་རིན་པོ་ཆེ་ལས་མི་འདུག་བྱས་ཙང་ད་ཁོ་ཚོས་ཞབས་པད་བརྟན་རོགས་གནང་ཞེས་ཆོས་གཙོ་འདེབས་དེ་གདུང་ཤུགས་དྲག་པོའི་སྒོ་ནས་ཞུས་པ་དང་སྦྲགས་བྱས་ན་ང་ཚོའི་ངོས་ནས་ཡིན་ནའི་ཅིག་ད་ལྟ་བར་དུ་ད་ཅིག་སྐྱབས་མགོན་རིན་པོ་ཆེ་བཀའ་ལྟར་མ་ཐོན་པའི་བྱ་བ་བྱས་ཞབས་ཐོན་གྱི་ཡོད་ན་དེ་རྗེས་དེ་ལ་ཡང་དངོས་གནས་རང་ནས་ཅིག་ད་ལྷ་དགོང་མ་ཐུག་ཅིག་ཡོང་བ་དང་ད་ན་བཞིན་ཅིག་མ་འོངས་པ་ལ་ཡིན་པས་ན་ང་ཚོའི་སྐྱབས་མགོན་རིན་པོ་ཆེའི་དགོངས་པ་དགོངས་གཞི་དང་མཐུན་པ་བྱས་ད་ཀྱང་ནི་སྐབས་སུ་བབས་པས་ད་ང་ཚོ་བྱང་རིའི་བོད་མིའི་ངོས་ནས་སྔོན་མ་ཉིས་སྟོང་བརྒྱད་ལོའི་ཡར་ལ་ཆ་ཞབས་ཡིན་ན་ང་ཚོའི་གི་སྐྱབས་མགོན་རིན་པོ་ཆེར་བརྟན་བཞུགས་ཀྱི་བུ་ཡ་གོ་སྐབས་བྱུང་བ་རེད། དེའི་སྐབས་དེ་ང་ཚོས་ཀྱི་ཁས་ལེན་དམ་བཅའ་དོན་ཚན་ཁག་ལྔ་ཚིག་ཅིག་ཞུས་ཡོད་རེད། ཁྱེད་རང་ད་དེ་རྗེས་དེ་གཅིག་དཔེར་ན་ཆ་ཞབས་ཡིན་ན་ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་གཅིག་བོད་མིའི་སྒྲིག་འཛུགས་དེ་ད་དམངས་གཙོ་ཅན་དུ་གྱུར་ཅེས་སྐྱབས་མགོན་རིན་པོ་ཆེ་གི་ཐུགས་ཁུར་ད་ག་ས་གནང་ཡོད་དེ་རྗེས་དེ་གཅིག་ང་ཚོས་དོན་དག་ཤུགས་ཆེར་དང་མི་མང་ཡིན་པའི་གནས་གཅིག་འོས་བསྡུ་གི་ལས་རིམ་ཁག་གི་ནང་ལོ་ལ་ཡ་གཅིག་བརྒྱ་ཆ་ལྔ་བཅུ་ལས་བརྒལ་བ་གཅིག་ཞུགས་ཐུབ་ཡ་བྱས་ཡིན་ཟེར་ཡ་ད་ད་ག་ན་ཤེས་གཅིག་རྒྱལ་དོན་དང་བླང་དང་བླང་དཔྱ་ཁྲལ་ལྟ་བུ་ཆ་ཞབས་ཡིན་ན་གཅིག་ང་ཚོའི་ངོས་ནས་ཟླ་གཅིག་གི་ལོ་རེ་ལོ་རེར་འཆད་བྱེད་ཅིག་བརྒྱ་ཆ་བཅུ་ལས་མ་བཅུ་བཅུ་ཚོ་བཅུ་ཕར་ཐོན་ཟེར་གྱི་ཡིན་ཟེར་དེ་དེ་དང་དེ་འདྲ་བའི་གི་ཨ་ནི་ཅིག་གཙོ་ཆེ་ཤོས་དེ་ད་ང་རང་ཚོའི་བོད་མིའི་གི་ཅིག་བོད་གི་ཆོས་དང་རིག་གཞུང་གོམས་གཤིས་དེ་བརྒྱད་དེ་གཞོན་སྐྱེས་ཚོའི་རྒྱུད་ལ་ཡང་ཅིག་མི་ཉམས་གོང་འཕེལ་ཅིག་ཉམས་པ་སླར་གསོ་བྱས་ཐུབ་ཡ་ཅིག་གི་ད་འབད་བརྩོན་ཞུ་གི་ཡིན་ཟེར་ཞུས་ཡོད་རེད་ད་དེ་བརྒྱད་དེ་ང་ཚོ་ག་ལ་ག་ཚོམ་ཞུས་ཡོད་རེད་ཨ་ནི་ག་འདུག་ཅིག་ཡིན་ནས་ད་ཅིག།

དག་ཅིག་བྱེད་ཀྱི། དེ་བོད་ཨ་རི་བྱང་ཨ་རི་ནང་མ་ཡིན་པའི་དག་ཅིག་རྒྱ་གར་དང་བལ་ཡུལ་བོད་ནང་ལོགས་གནས་པའི་ཅིག་བོད་མི་ཚོར་ཐོག་ཆ་བཞག་གི་ནས་ཅིག་དཔལ་འབྱོར་གནས་སྟངས་ཐོག་ལ་ཡང་ཕན་ཐོག་ག་ཚོད་ཞུ་ཐུབ་ཡོད་ནས་ཅིག་མཐུན་གྲོགས་ཞུ་ཡ་དེ་འདྲས་ཅིག་གང་དུ་ཅིག་ཏུ་ཞུ་གི་ཡིན་ཟེར་ད་ཁས་ལེན་དམ་བཅའ་གཙོ་བོ་ད་དེའི་གྲངས་ཏེ་ཆགས་བསྡད་ཀྱི་ཡོག་རེད། ལ་སོགས་གཤམ་ལ་གོང་ས་མཆོག་གི་བོད་ཀྱི་ཆབ་སྲིད་ལ་འཕོ་འགྱུར་སྣ་ཚོགས་ཤིག་ཐེབས་ཀྱང་ཆོས་དང་རིག་གཞུང་གིས་བོད་མི་རིགས་གཅིག་གྱུར་བྱེད་ཀྱི་ཡོད་ཅེས་གསུངས་པའི་བརྙན་འཕྲིན་ཚན་པ་དེ་གཟིགས་རོགས་གནང།
དེ་སྔ་བོད་སིལ་བུར་ཕྱིན་ཆད་ཆབ་སྲིད་ཀྱི་ཐོག་ནས་ཧ་ལམ་ད་ལྟ་ང་ཚོས་བརྗེ་བསྐྱར་བཟོ་བྱེད་རེ་རེད་དེ་ཡིན་ནའི་དུས་ད་ལྟ་བར་དུ་བོད་གངས་ཅན་པ་ཟེར་ཡག་ཅིག་གི་གཅིག་སྒྲིལ་གྱི་ཅིག་གི་ནུས་པ་ཅིག་ལྡད་བསྡད་དེ་ཆོས་ཕྱོགས་ཐོག་ནས་བྱུང་འདུག་བ། ཨ་ནི་སྐད་ཡིག་དེ་ཐོག་ནས་བྱུང་འདུག་ག་ས་དེ་འདྲ་ཡིན་དུས། ཆབ་སྲིད་ཀྱི་འཕོ་འགྱུར་ག་ཡིན་ནས་ཁོ་ཡོང་བསྡད་ཀྱི་རེད། ད་མི་རིགས་རིག་གཞུང་དང་བཅས་པ་གསོན་པོར་འཚོ་ཡག་གི་རྩ་བ་དེ་ད་སོ་སོའི་ཅིག་དངོས་གནས་ཅིག་ཆོས་དང་རིག་གཞུང་དེ་འདྲས་ཀྱི་ད་ཡི་གེ་ཅིག་ཡོད་བསྡད་པ་དེ་ཡིན་དུས་ད་གལ་ཆེན་པོ་རེད་ཤག་ཨ་ནི་ཁ་སིན་ནོ་དེ་རེད་དེ་རེད་དེ་ཁྱེད་རང་ཚང་མ་ལོག་གི།

དེ་དང་ཆབས་ཅིག་བསོད་ནམས་བསགས་ཡོང་གི་རེད། ཇི་ཙམ་གྱིས་བསོད་ནམས་བསགས་པ་དེའི་ཚོད་ཀྱིས་རེ་འདོད་སྒྲུབ་ཡང་ཡོང་གི་རེད་ས་དེ་རེད་ཡིན་དུས། ཨཱ་ནི། ད་དེ། གང་ལྟར་ང་རང་ཚོ་ཆོས་དང་རིག་གཞུང། སྐད་ཡིག་རེ་བྱས་པ་བདག་པོ་རྒྱག་ཡ་དེ་དཔེ་གལ་ཆེན་པོ་རེད། དེ་ཡང། ཆེས་གལ་པོ་ཆེ་ལ་ནན་ཏན་སུ་སླེབས་པ་ཡིན་དུས་ཡང་བསྐྱར་རབ་སྙིང་འདོད་བྱུང། ཁྱེད་རང་ཚོ་ཚོ་སྐུ་ཚེ་ཞབས་པད་བརྟན་པ་བྱོས་ཟེར་ནས་ལབ་དུས་ཙང་ནས་ཡང། སྐུ་ཚེ་ཞབས་པད་བརྟན་ཡང་གི་ལས་འགན་ཁྱེད་རང་ཚོ་ལས་ཡོར་དག་ཟེར་མཁན་དེ་ཕྱི་ཉིན་དོད་པ་རེད་ཤེས་སོང་བ།
ལ་སི་ཏི་ལན་ནོབ་ཚེ་རིང་ལ་ད་དང་ད་ཅིག་ནིའུ་ཡོག་གི་དེ་ད་ད་ང་ཚོ་ཚོགས་ཁང་ནང་བལྟས་བལྟས་དུས་ཅིག་ད་མི་གཅིག་ཁྲི་དྲུག་སྟོང་ལྷག་ཅིག་འཛོམས་འདུག་དེའི་ནང་གི་ཅིག་བོད་པ་ལ་གང་ལ་གང་འཚམ་ཅིག་འཛོམས་འདུག་བསམ་གི་འདུག་གཅིག་འདམ་བག་ཚོ་ད་ཅིག་བོད་པའི་སར་གནས་ཡོད་ས་མང་པོ་ཅིག་ཕེབས་ཀྱི་ཡོད་རེད་དེ་ལ་བལྟས་དུས་གཅིག་ད་ཐང་གི་ཉམས་མྱོང་གི་ཐོག་ནས་ཅིག་བོད་པའི་ཚོགས་པ་ཁག་གི་གནས་སྟངས་འདི་སྲ་བརྟན་གཏོང་ཡ་ཡིན་ན་རེད་ཅིག་མི་གི་ནུས་པ་འདི་ཡར་རྒྱས་གཏང་དགོས་ཡིན་ན་ཅིག་ད་ད་ཐང་ཁྱེད་རང་ཚོ་ཉམས་མྱོང་གི་ཐོག་ནས་ཅིག་ཚོགས་པ་སྲ་བརྟན་དང་མི་གི་ནུས་པ་ཡར་རྒྱས་གཏང་དགོས་ཡ་འདི་ལ་ཅིག་ད་ག་འདྲ་འདྲ་ཅིག་བྱས་ན་དགའ་གི་རེད་བསམ་ས་ཉམས་མྱོང་བྱུང་སོང། ད་རེད་ད་དེ་ད་ལྟའི་ང་ཚོ་བྱང་ཨ་མི་རི་ཀའི་ནཱ་ལེའི་ཆ་ཤས་ནས་ད་ནུབ་ཕྱོགས་རྒྱལ་ཁབ་ནཱ་ལེ་ཡ་ད་བོད་མི་མང་པོ་ཆུ་ཐུག་སི་གནས་དེ་གི་ཡོ་རེ་རྒྱ་བལ་འབྲུག་གསུམ་ཕུལ་བས། ད་ཚོད་དཔག་བྱས་པ་ན་ཉིས་སྟོང་ཉི་ཤུའི་ལོ་ལས་ཡ་ད་རྒྱ་བལ་འབྲུག་གསུམ་ཕལ་བས་ཀྱི་ཕྱིའི་ཡུལ་གྲུ་ཁག་ལས་ཡ་ད་བོད་མི་གི་གནས་ཡུལ་དེ་བརྒྱ་ཆ་ལྔ་བཅུ་ལྔ་བཅུ་ཆགས་ཡ་གི་ད་མི་དེ་རེ་བ་རུ་ཆི་ཆི་དེ་འདྲའི་ཟི་གནང་གི་ཡོ་རེ་ཚང་མས་ཀྱི་ཐུགས་སེམས་གནང་གི་ཡོ་རེ། ད་ད་ལྟའི་དེ་ཡིན་ད་གོང་དུ་བཀའ་གནང་པ་ན་ཞིག་རེད་ང་རང་ཚོ་ད་ནུབ་ཕྱོགས་རྒྱལ་ཁབ་ཡོ་བས་ཀྱི་ད་ང་རང་ཚོ་མི་ཏོག་དང་པོ་དང་གཉིས་པ་བར་དོ་དོ་ཡང་ཏན་ཏན་ཡག་པོ་ཅིག་ཆགས་ཏེ་ཡོད་རེད་བོད་ཆས་དེ་རིགས་བདག་མདོ་གོང་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་བཀའ་གནང་པ་ནས་ཞིག་རེད་ད་མ་འོངས་པའི་ང་ཚོ་མི་སྟོང་གསུམ་པ་དང་བཞི་པའི་ཐོག་ལ་ཡང་ད་འདིའི་ཐོག་ལ་ཡང་བོད་ཀྱི་ཨ་ནི་ཆོས་དང་རིག་གཞུང་དང་སྐད་ཡིག་དང་སྒྲོམ་གཞི་འདི་ག་དེ་གནས་ཐུབ་ཡ་ཡང་དེ་ང་རང་ཚོ་གིས་ལས་འགན་བཅས་ཆེད་འབད་བརྩོན་ཞུ་ཡ་དེ་གལ་ཆེན་པོ་འདུག་ཟས་བཅད་སྤྱིར་ང་རང་ཚོ་སྤྱི་མཐུས་ཡིན་པའི་ངོ་ཚོད་ནས་རེད་བུད་མེད་ཅིག་ཡིན་པའི་ངོ་ཚོད་ནས་འདི་བློ་འཚབ་ཆེན་པོ་ཅིག་ཐོག་ནས་དུས་སུ་གནང་དགོས་ཀྱི་ཡོད

ནུབ་ཕྱོགས་ན་ཡོད་པའི་བྱང་ཨ་རི་ཡ་ཡོད་པའི་བོད་ཕྲུག་གཙོ་བོའི་ཅིག་ལྟ་མ་འོངས་པའི་ཅིག་ཆོས་དང་རིག་གཞུང་སོ་སོའི་སྐད་ཡིག་རང་འདོད་ཅིག་འཛིན་ཐུབ་ཡ་འདི་དཔེ་དེ་ང་ཚོ་ལས་འགན་གཙོ་བོ་ཅིག་ཡིན་ཟེར་ཁྱེད་རང་གི་གསུངས་སོང་ད་ལྟ་སྤྱི་འཐུས་ནོར་བུ་ཚེ་རིང་གིས་གསུངས་པ་ནང་བཞིན་གྱི་དེ་རྣམ་པ་གཉིས་ག་ས་ག་བ་ཕེབས་དུས་ཅིག་ཨ་རི་གི་ཚོགས་པ་ཁག་གི་ཅིག་བོད་ཕྲུག་ཚོས་མི་རིགས་དང་མི་རབས་དང་པོ་གཉིས་བ་གཉིས་དག་ཅིག་དཀའ་ངལ་མེད་པ་ཡིན་ན་དེ་ནི་མང་ཅིག་རྒྱུན་མཐུད་ནས་ཅིག་བོད་པའི་ཆོས་དང་རིག་གཞུང་སྐད་ཡིག་མི་རིགས་ཀྱི་ངོ་བོ་འདི་ཚོ་ཅིག་བརྟན་པོ་གནས་ཐུབ་ས་རེད་བསམ་བསམ་ཅིག་གདེང་ཚོད་ར་ག་ཚོད་སུ་ཡོང་གི་འདུག།
ཁྱེད་རང་གནས་སྟངས་དཀའ་ལས་ཁག་པོ་ཞིག་ར་ཆགས་ཀྱི་ཡོད་རེད་ག་རེ་ཟེར་ན། ང་ཚོ་བྱང་ཨ་མེ་རི་ཁ་ནང་ལ་ཡོད་མཁན་བོད་པ་ཚོ་ཆ་བཞག་པ་ཡིན་ནས། ཨ་རིའི་ནང་ལོགས་ཡོད་པའི་གི་ཨ་ནི་གྲངས་ཉུང་མི་རིགས་ནང་གི་ཨ་ནི་གྲངས་ཉུང་དེ་ཆགས་བསྡད་ཀྱི་ཡོད་རེད། དེ་འདྲས་ཀྱི་གནས་སྟངས་ཆགས་རྗེས་ནི་དཀའ་ངལ་དང་མང་པོ་འཕྲད་ཀྱི་ཡོད་རེད་ཡིན་ནས་ད་ང་ཚོ་ལ་ཡང་གཞན་དང་མ་འདྲ་བའི་གི་བླ་ན་མེད་པའི་དབུ་ཁྲིད་ཅིག་ཡོད་དུས་ཙམ་པ་ལ་ཡང་ད་ལྟའི་གི་དུས་སྐབས་དེ་ལ་ཡང་ང་ཚོས་རྨང་གཞི་ཡག་པོ་ཅིག་བཏིང་ཐུབ་ཡིན་ན། ཏན་ཏན་མ་འོངས་པའི་མི་རབས་ཚོའི་རྒྱུད་ལ་ཡིན་པའི་གནས་སྤོས་བལ་གས་ཅིག་ཆོས་དང་རིག་གཞུང་གོམས་གཤིས་དེ་བརྒྱད་དེ་མ་ཉམས་བཅས་ཉམས་ཐག་ཅིག་ཡག་པོ་གནས་ཐུབ་ཡ་ཅིག་ང་ཚོ་སོ་སོའི་སྒེར་ངོས་ནས་ཆ་བཞེས་ནས་རེ་བ་ཆེན་པོ་ཞུ་ཅིག་བཅང་གི་ཡོད་ལ། ད་ལྟ་ས་གནས་ཁག་ཕན་ཚུན་འགྲོ་བའི་སྐབས་ཆ་བཞག་པའི་གནས་དངོས་གནས་དྲང་གནས་གཅིག་གིས། ད་མི་རབས་རྒན་པ་ཟེར་ནས་མི་འདུག་ད་སོ་སོ་རང་ཉིད་ལྟ་བུ་ཆགས་བཞག་ཡིན་ད་ད་འདི་ད་བོད་པའི་སྤྱི་ཚོགས་ནང་ལ་བལྟས་ཟིན་པའི་རྒན་པ་གྲངས་ཆགས་ཡོང་གི་ཡོད་བ་རེད་དེ་མ་ལྟོས་པའི་ང་ཚོ་ལས་གཞོན་པ་དུས་ཚོད་ཀྱི་ཐུགས་ཁུར་བཞེས་སྟངས་དང་དེ་ལས་གཞོན་པ་ཚོ་གི་ཐུགས་ཁུར་བཞེས་སྟངས་ཐོག་གཅིག་དུས་ཅི་ཐང་གི་ཡག་པོ་འདུག་བསམ་སང་གཅིག་ད་ཡག་པོ་ཡོང་ས་རེད་བསམ་སང་གཅིག་དྲན་བསྡད་ཀྱི་འདུག་ག་རེ་ཟེར་ན་ས་ཁུལ་ཚང་མའི་ནང་ལོགས་ལ་ཡ་ད་གང་ལྟར། རེད། གཟའ་མཇུག་ཟེར་ནས་མི་འདུག་གཟའ་ཉི་མ་དང་སྤེན་པའི་གུང་སྲང་སྐབས་ཀྱི་སྟབས་བསྟུན་བྱས་ནས་ས་ཁུལ་ཚང་མ་ལོག་ལ་ཡག་ཅིག་བོད་པའི་གི་ད་ཅིག་བོད་ཡིག་སློབ་ཁྲིད་ད་དེ་འདྲ་དག་ན་བཞིན་ཡོད་ཁུ་རིག་གཞུང་རེད་ཨ་ནི་ཅིག་ཟློས་གར་འཁྲབ་སྟོན་རེད་དེ་འདྲའི་སློབ་ཁྲིད་ཀྱི་ལས་གཞི་ལས་གཞི་ཡོད་རེད་བསླབ་གྲབས་ཚུལ་བཞག་ཡོད་རེད་དུས་ཚོད་ནང་ལོག་ལ་ཡག་གཞུང་མཁན་ཆ་བཞག་པ་ཡིན་ནས་ཅིག་དངོས་གནས་རང་ནི་ཅིག་མི་འབོར་ཆེ་ས་ཆ་བཞག་པ་ཡིན་ནས་དངོས་གནས་སྐྱུག་ས་མ་རག་པའི་སྐྱུག་མ་ཐུབ་པའི་ཅིག་ག་སོ་སྐྱུག་ས་མ་རག་པའི་དཀའ་ངལ་རེད་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ཆུང་ས་དེ་ཚོ་ཡིན་པས་ན་ད་ལྟ་ཡང་ས་གནས་གད་རྒྱང་བཅས་དེ་འདྲའི་དཀའ་ངལ་དང་ཡོལ་བ་དེ་ཡིན་ནས་ཁྱོན་ཡོངས་ཀྱི་གནས་ཚུལ་བལྟས་པས་ན་དེ་རྗེས་དེ་ད་ལྟ་ད་ཅིག་རྨང་གཞི་འདྲ་དེ་ཡག་པོ་ཆགས་ཡོང་གི་འདུག་ད་དེ་ལས་ང་ཚོས་གཙོ་ཆེ་ཤོས་ག་རེ་ཞུ་གི་ཡོད་ཟེར་ན་སྐྱབས་མགོན་རིན་པོ་ཆེས་ཆོས་ཞུ་གནང་པའི་སྐབས་ལ་ཡར་ད་ཁ་སང་བྱ་བཞག་གི་ནི་མི་ཚོགས་ད་ག་ཚོད་ཞུས་གནང་ཡོད་རེད་སེམས་ཁུར་ད་ག་ཚོད་བསླངས་ནས་ཕེབས་རེད་དེ་རྗེས་དེ་དངོས་གནས་དྲང་བདེན་གྱི་བསྔགས་བརྗོད་བྱ་འོས་པ་རེད་མ་གཏོགས་རྗེས་སུ་ཡི་རང་རེད་རྗེས་སུ་ཡི་རང་ཞུ་བ་ཡིན།

དེ་རིང་གྲོགས་པོ་ཧ་ཅང་མང་པོ་ལྷན་དུ་ང་ཚོ་ཚང་མས་ཡི་རངས་གུས་བརྩི་ཞུ་སའི་སྐྱེས་བུ་མཆོག་གི་འཁྲུངས་སྐར་སྲུང་བརྩི་ཞུ་རྒྱུ་བྱུང་བར་ཧ་ཅང་གི་སྐལ་པ་བཟང་པོ་ཡིན། དེ་རིང་ང་རང་འདི་གར་སྲིད་འཛིན Barack Obama ཚབ་བྱས་ནས་གོང་ས་ཏཱ་ལའི་བླ་མ་མཆོག་ལ་འཁྲུངས་སྐར་འཚམས་འདྲི་ཞུ་བར་བཅར་ཡོད།

ཁོང་གིས་གང་ས་རི་ལ་ཡོད་པའི་འགྲོ་བ་མི་ལ་མཐོང་དང་བརྩི་བཀུར་ཡོང་བའི་སླད་དུ་ང་ཚོ་ཚང་མ་ལ་ཁུ་སིམ་པོར་བསྡད་རྒྱུ་མེད་པར་སེམས་འགུལ་བཏབ་གནང་སྟེ། གང་ཉིད་ཀྱི་གཡོ་བ་མེད་པའི་ཐུགས་ཀྱི་དགོངས་བཞེས་ཀྱིས་ང་ཚོ་ཐམས་ཅད་ཁ་ཁ་བཟོ་རྒྱུ་ཕར་བཞག་དེ་བས་གཅིག་ཏུ་བསྒྲིལ་བ་གནང་ཡོད་པ་རེད། བཟོད་བསྲན་མི་བྱེད་པའི་སྐབས་དུས་གཅིག་འདིར། ཆོས་ལུགས་དང་མིའི་རིགས་རུས་ཀྱི་ཁྱད་པར་དེ་ཚོ་བེད་སྤྱོད་བཏང་ནས་དེ་འདྲའི་དབྱེ་བའི་ཐོག་ཏུ་འཐེན་འཁྱེར་བཟོད་ཐབས་བྱེད་མཁན་ཡོད་པའི་དུས་འདིར།
གོང་ས་མཆོག་ནི་ང་ཚོ་ཚང་མ་གཅིག་ཏུ་སྒྲིལ་བ་གནང་མཁན་ཤུགས་རྐྱེན་ལྡན་པ་བླ་ན་མེད་པ་ཞིག་གནང་བཞིན་ཡོད་པ་རེད།

Challenging time in our world's history.
ྋགོང་ས་མཆོག་གི་སྐུའི་འཁྲུངས་སྐར་ལ་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་དང་མང་གཙོ་ཚོགས་པའི་མགོ་ཁྲིད Nancy Pelosi ཡིས་ཨ་རིའི་གྲོས་ཚོགས་ཀྱི་ཚབ་བྱས་ནས ྋགོང་ས་མཆོག་གི་འཁྲུངས་སྐར་ལ་གཏམ་བཤད་འདི་འདྲ་བྱས་གནང་འདུག།

གཟའ་འཁོར་གྱི་ཚེས་གྲངས་སྟོན་པའི་གསེར་གྱི་ཕྱག་མཛོད་ཅིག་ཕུལ་ཡོད་པ་རེད།
ཕྱག་མཛོད་དེ ྋགོང་ས་ཏཱ་ལའི་བླ་མ་མཆོག་དང་ཨ་རིའི་ཡུལ་གནས་ཀྱི་མཛའ་འབྲེལ་མཚོན་རྟགས་ཤིག་རེད།
ྋགོང་ས་མཆོག་གིས་ཕྱག་མཛོད་དེ་ད་དུང་ཡང་བེད་སྤྱོད་བཏང་གནང་གི་ཡོད་པ་རེད།
ཚན་རིག་དང་ཆོས་ལུགས་གཉིས་ཀྱི་ཕན་ཚུན་འབྲེལ་བའི་སྐོར་ནི ྋགོང་ས་མཆོག་གི་བཀའ་སློབ་ཀྱི་སྙིང་དོན་གཙོ་བོ་ཆགས་ཡོད་རེད། ངས་རྟག་ཏུ་ཕྱག་མཛོད་དེའི་སྐོར་གླེང་གི་འདུག་ཞེས ྋགོང་ས་མཆོག་གིས་གསུངས་གནང་གི་རེད། ྋགོང་ས་མཆོག་ད་རིས་ཕྱག་མཛོད་དེ་བསྣམས་ཕེབས་ཡོད་ན། འོ་ན་རྗེས་མ། དགུང་ལོ་དགུ་བཅུའི་འཁྲུངས་སྐར་གྱི་དགའ་སྟོན་ལ་སྣུམ་འཕེན་རོགས་གནང། གོང་ཞུས་འབྲེལ་བ་དེ་གང་ཉིད་དང་མཛའ་བཤེས་ཟབ་པོ་ཡོད་པའི་ཨ་རིའི་གྲོས་ཚོགས་ལ་རྟག་ཏུ་གསུང་འཕྲིན་ཁང་ནང་ཚོར་གྱི་རེད་དེར་བརྟེན། ངས་གོང་ས་མཆོག་ལ་ལྷག་བསམ་ཟོལ་མེད་ཀྱི་གྲོགས་པོ་མང་པོ་ཡོད་སའི་ཨ་རིའི་གྲོས་ཚོགས་གོང་འོག་གཉིས་དང་སྲིད་དོན་ཚོགས་པ་གཉིས་ཀ་ཡི་ཚབ་ཞུས་ཏེ་སྤྲོ་སེམས་རབ་ཏུ་འཁོལ་བའི་ངང་ནས་འཁྲུངས་སྐར་ལ་འཚམས་འདྲི་ཞུ་གི་ཡོད། ད་ལྟ་གོང་དུ་ནན་སི་ཕེ་ལོ་སི་ཡིས་གཏམ་བཤད་ནང་དུ་ཨ་རིའི་སྲིད་འཛིན་གསུམ་གྱི་སོ་གཉིས་པ་ཧྥི་རན་ཁི་ལིན་རུ་སི་ཕེལ་ཏི་ཀྱིས་གཅིག་སྟོང་དགུ་བརྒྱད་བཞི་བཅུ་ཞེ་གཉིས་ལོར་གོང་ས་མཆོག་ལ་བསྐུར་པའི་ཆུ་ཚོད་དེའི་སྐོར་གོང་ས་མཆོག་གིས་འདི་འདྲ་ཅིག་གསུངས་འདུག།

གྲོགས་སུ་ཡོད་ས་དེ་བྱས་ཨ་ནི། President Roosevelt གྱིས་ད་སྙན་གྲགས་ཅན་གྱི་ཨ་རིའི་སྲིད་འཛིན་དེ་གིས་ཆགས་རིས་བྱས་ཨ་ནི་ཆུ་ཚོད་བྱས་ཨ་ནི་དངུལ་གྱི་ཟོས་དངུལ་གྱི་ཟོས་ཞེས་པ་ཅིག་གིས་རྔ་མོའི་གྲུ་གཟིངས་ཀྱི་རླུང་གྲུ་དང་དེ་འདྲ་ཅིག་ཡོད་རེད། ཨ་ནི་དེ་དུས་སྐད་སྒྱུར་བྱེད་མཁན་དེ་འདི་རེད་ད་བྱ་དངོས་པ། སྐུ་མདུན་སྐུ་གོང་མས་ཕལ་ཆེར་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གསུམ་བཅུ་བཞི་ལོར་ཨེང་ལན་ལ་ཡོད་པའི་སློབ་སྦྱོང་བཏང་བ་རྣམ་པའི་གྲས་ཀྱི་མི་གཅིག་རེད། ཁོང་ང་ཚོའི་ཕྱི་འབྲེལ་ལས་ཁུངས་ཀྱི་ལས་ཀ་བྱེད་ཀྱི་ཡོད་རེད། ཨེ་ཁོང་གིས་ཨ་ཨ་མི་རི་ཀའི་དེ་དུས་སྐུ་ཚབ་ཤོ་གོ་རེད་པ་ད་ཁོང་ཚོ་མི་ཁའི་བདེ་སྐྱིད་གླིང་གར་བསྡད་བསྡད་དུས་ཨེ་ནོ། སྐྱིད་པོ་ང་ནམ་རྒྱུན་ནས་ཡང།

དུག་ཟས་འདི་དག་ཆུ་ཚོད་འདི་གས་ལག་པ་སླེབས་རེད། དངོས་གནས་ཞུ་ན་འདི་མཉམ་དུ་ལ་རོ་སོ་བལ་གྱི་མི་ཁོ་རང་གི་སྐུ་པར་བྱས་དེའི་ས་ཡིག་བྱས་དེ་ནི་ཆག་རིས་ཞིག་འདུག་ཆག་རིས་དེ་ནི་ང་སྦུ་གུ་བྱིན་ཆུ་བྱས་ཆུ་ཚོད་དེ་མ་གཏོགས་དངུལ་གྱི་གྲུ་གཟིངས་རུ་འདི

ད་ཨོ་བྷ་མ་ཐུག་དུས་ད་ནི་ཨོ་བྷ་མ་གི་ཡིག་འདི་ངོ་ཤེས་གནང་སོང། ད་ལོ་ཕལ་ཆེར་ལྔ་བཅུ་དྲུག་ཅུ་ཕྱིན་པའི་རྗེས་ལ་ཨེ་ནི་ཡིག་འདི་གཞི་ནས་མཐོང་པར་ད་ཡིག་ངོ་ཤེས་འདི། སྤུ་གུ་ཆུན་ཆུན་ཆུ་ཚོད་དེ་ག་བ་ཞུ་བྱས་ཡིག་ལ་དོ་སྣང་ག་ཡང་མེད་ད་འདུག་ཚིག་པ་རེད་བྱས་ཙང་འོན་ད་དེ་ཡ་དེ། ཆུ་ཚོད་དེ་ལུས་རྒྱུ་ཞིག་གང་ལབ་ཡིན་འདུག་ཨེ་ནི་ཆུ་ཚོད་དེ་བར་སྐབས་ཡང་ཁོ་ངའི་ཟླ་བ་གཅིག་འཕྲུལ་ཆས་རིམ་གྲས་ལས་ཀ་བྱེད་པའི་ཁུ་ཏུག་ལ་ཡང་ལྕགས་ཁབ་ལན་གཅིག་ཁྲིད་ལས་ངས་ཆུ་ཚོད་དེ་ཨམ་བག་ལ་ཡོད་པ་བྱས། དུག་སེལ་ལེགས་པོར་ཆགས་བྱས། དེ་ནས་ལྕགས་ཁབ་ལན་ཤུགས་ཆེན་པོ་ཡོད་པ་ཡིན་དུས་ཆུ་ཚོད་ཀྱི་མདའ་དེ་མ་འགྲོ་མཁན་ཆགས་བྱས། དེ་ནི་རྒྱ་གར་དང་པོ་ཡིན། རྒྱ་གར་དང་ནི་ངས་དེ་འབྲས་ལྗོངས་རྒྱལ་སྲས་བླ་མ་ལ་ཡར་བསྐུར་བྱས། རྒྱ་གར་ལས་བཟོ་བཅོས་རྒྱག་བསྐུར། ཨེ། ཟིང་འཁྲུག་ལངས་པའི་རྗེས་ལ་ཡ་ང་རྒྱ་གར་ལ་འབྱོར་དུས་ཙམ་ནས་ཆུ་ཚོད་འདི། མ་རེད་མ་རེད་ལྔ་བཅུ་ང་དྲུག་ལོ་ལ་ཡ་ངས་ཆུ་ཚོད་འདི་རྒྱ་གར་ལ་འཁྱེར་ཡོང་བྱས། རྒྱ་གར་དང་ཕྱི་སྲིད་ལས་ཁུངས་ཀྱི་ལས་བྱེད་པ། སུད་སི་ཇི་ནི་བ་ལ་གཞུང་ཚབ་བྱས་སྡོད་མཁན་གཅིག་གཅིག་ཡོད་རེད། ངས་ཁོང་ལ་ཡ་ཆུ་ཚོད་འདི་ཟབ་ཆོས་རྒྱུ་རོ་བྱེད་ཟེར་མཁན་སྤྲད། ལྔ་བཅུ་ང་དྲུག་ལོ་དེ། ད་འདི་ནས་ལྔ་བཅུ་ང་བདུན་ང་བརྒྱད་ཨེ་ནི་ང་དགུ་ད་ཟིང་འཁྲུག་ལངས་ནས་ཚུར་ཡོང་པའི་ཁ་ཐུག་ལ་ཡ་ང་མི་དགེ། དེ་ཡང་ད་ཏྲེས་པུ་ནས་རི་ལི་ནང་ལ་མར་ཡོང་བྱས་ཤི་རི་དགུ་རི་ལ་ཡ་རི་ལི་ཆུ་ཚོད་གཅིག་གཉིས་ཕལ་ཆེར་ད་དགའ་དད་རེ་ཞིག་འདུག་དེ་བསྡད་བྱས། ཀ་རྡོར་ཁུལ་ནས་བོད་རིགས་མང་པོ་ཞིག་སླེབས་ཏེ་བཞག་ཨེ་ཁོང་ཚོ་བོད་རིགས་ཚོ་ངས་འཚམས་འདྲི་བྱས། དེ་དུས་འབྲས་ལྗོངས་རྒྱལ་ས་བླ་མ། ཐུག་ང་ཐུག་ག་བོད་ཆུ་ཨེ་ནོག་ཆུ་ཚོད་དུ་གནམ་བོད་ཆུ། རྒྱ་གར་གཞུང་ཚབ་ཇི་ནི་བ་ལ་ཡོད་འདོད་པ། ཇི་ནི་བ་རེད་པ་རེད་དེ་ག་ཡིན་ན་དེ་ད་ལ་སུད་སི་དང་འགྲོ་བ་ཞིག་ལ་ཡོད་འདོད་པ་དེ་ཨེ་ནི་ཆུ་ཚོད་བཟོ་རྒྱུ་ཞིག་གནང་ཞེས་པ་དེ་ཆུ་ཚོད་དེ་དེ་ཡིན་ས། ཨེ་མེད་ཆུ་ཚོད་ག་ཡིན་མིན་སྟབས་བདེ་བ་ཞིག་བོད་ཆུ་རེད།

ཨོསི་ཀྲི་ཡའི་ནོར་བུ་ཚེ་རིང་ལགས་ད་ད་ལྟ་བྱེས་ཡུལ་ནིའུ་ཡོག་གི་བརྟན་བཞུགས་དང་དེ་ནས་ཀྱི་བཀའ་དྲིན་རྗེས་དྲན་གྱི་མཛད་སྒོ་ཆེན་པོ་འདི་སྐལ་བ་གཅིག་ད་གཏམ་བཤད་མང་པོ་ཅིག་བྱས་སོང་ལ་ད་ག་ནང་བྱེས་འགའི་ཅིག་བོད་པ་སར་ནས་མང་པོ་ཅིག་གི་ད་སྡོད་ག་འཁྲབ་སྟོན་མང་པོ་ཅིག་བྱས་ཡོད་ས་རེད་དེ་ནས་ཅིག་དེ་མིན་པའི་ཅིག་མི་རིགས་འདྲ་མི་འདྲ་གི་འཁྲབ་སྟོན་ཧ་ལས་པའི་ཅིག་རྒྱ་ཆེན་པོ་ཅིག་བྱས་ཡོད་ས་རེད་བ། ལ་རེད།
ད་ད་རེས་འདི་ང་རང་ཚོ་རིགས་ཀྱི་སྐོར་བའི་དགོན་སྤྲུལ་སྤྱི་ནོར་ཀུན་ཀྱང་ཆུང་པོས་གཙོས་བའི་ཨ་ནི་དགོན་སྤྲུལ་དག་གལ་ཆེན་མང་པོ་འདུག་ཕེབས་ཏེ་འདུག་ག་ལ་ཡ་ང་རང་ཚོ་གི་ད་དུས་ཚོད་ཅིག་ཅིག་གི་འཁྲབ་སྟོན་ལ་ཡ་ཏོག་སི་དུས་ཚོད་ཉུང་ངུ་སྟོན་བྱས་ད་གསོ་ད་སྤྱི་ནོར་ཀུན་ཀྱང་ཆུང་པོས་བཀའ་སློབ་དང་དེ་མ་ཡིན་པའི་གི་དགོན་སྤྲུལ་གནས་འགག་ཆེ་དེ་ཚོས་བཀའ་སློབ་དེ་མང་ལ་ཆ་དུས་ཚོད་ཅིག་སྟོན་ཐུབ་ན་བསམ་པ་རེད། ཡིན་པ་ཡིན་ནས་ད་ང་རང་ཚོ་བྱང་ཨ་མི་རི་ཀའི་སྤྱི་མཐུན་ཚོགས་པ་སུམ་ཅུ་ཡོད་པའི་ནང་ནས་ཨ་ནི་ཚང་མས་ཀྱི་ད་དེ་ལས་ཡག་གཞན་ནས་ཡག་ཕུལ་ཡ་རེད་ཆོས་པ་ཕུལ་ཡ་རེད་ཡ་ཚང་མས་ཀྱི་མུར་འདོད་པ་ཡོད་པ་ན་ཤིང་གཅིག་གིས་ད་ང་ཚོ་གྲོས་འཐུང་ཐུག་ཡོག་མ་རེད་དུས་ཚོད་རྐྱེན་པས་ཀྱི། ཡིན་པ་ཡིན་ནས་ད་ཅིག་སྤྱི་མཐུན་ཚོགས་པ་སུམ་ཅུ་ཚང་མ་ལོག་ལེ་ཡ་དུས་ཚོད་དགོས་སྐབས་གཅིག་པ་ཕུལ་བྱས་ཨང་ཉིན་མ་གཉིས་གོང་ལེ་ཡ་ང་ཚོའི་ད་སྤྱི་མཐུན་ཚོགས་པ་ནང་རྫོགས་ལེ་ཡ་ད་གཞས་ན་དྲན་དུས་གནང་བ་རེད་གཞས་ན་དྲན་དུས་གནང་ལེ་ཡ་རིན་པ་འདྲ་གསུམ་བཅས་ཆུང་ང་བཅས་བྲིས་ང་བཅས་ཨ་ནི་རྒན་པ་བྱས་བྱས། དུ་ཟེར་བྱ་འདི་ནང་ནས་ཡ་ད་ཐོག་ངའི་དང་པོ་རྩིས་པོས་ད་དང་པོ་གསུམ་དེ་ཨ་ནི་ཤ་ཟིན་བུ་ཡ་བུ་ཡའི་གནང་བ་རེད་ཨ་འདི་མ་ཡིན་པའི་གི་ད་ཧི་མ་ལའི་རི་རྒྱུད་ནས་བུ་ནང་དུ་གནང་རེད་སོག་པོ་ནས་གནང་བ་རེད་ཨ་ནི་ཨུ་རུ་སུ་ནས་གནང་སོང་ཨ་འདི་མ་ཡིན་པ་ད་འདྲ་ད་ད་སོ་རེད་བས་ཨ་ང་རང་ཚོའི་རི་ད་འདི་རེད་ད་འདི་རི་འདི་འདྲས་ཨ་ནི་འབྲུག་བཅས་འདི་འདྲས་རི་བོ་མང་པོ་བྱེས་ཚོས་གཏོགས་སི་དུས་ཀྱི་རི་བོ་ཆགས་སི་དེ་ཡིན་པ་ཡིན་ནས་དངོས་ནས་ད་རྒྱལ་ཁབ།

སོག་ཡུལ་དེ་འདྲ་གི་རྒྱལ་དར་ཁེངས་བཅས་པའི་དེ་བསྟན་བཞུགས་ཀྱི་ཀ་བ་དེ་འབུད་ཚད་འབུད་བའི་སྐབས་དེ་ཚོའི་ཡོང་གི་ཡོད་དེ་འདྲ་མང་པོ་ཅིག་མཐོང་སོང་ད་ང་ཚོ་མ་མཐོང་བའི་རང་མང་པོ་ཅིག་ཡོད་ཀྱི་རེད་དེ་ནི་ད་ལྟ་ནིའུ་ཡོག་གི་བསྟན་བཞུགས་དང་བཀའ་དྲིན་རྗེས་དྲན་གྱི་འདས་ཅིག་བོད་པ་མིན་པའི་ཅིག་མི་རིགས་གཞན་པ་གི་རྒྱལ་ཁབ་ག་ཚོད་ནས་འཛོམས་ཡོད་རེད་ད། མི་ཚོགས་རང་བྱས་པ་ནི་ད་དྲང་པོ་བཤད་ན་རྒྱལ་ཁབ་ག་ཚོད་སུ་འཇོག་ཡོད་མེད་དེ་ད་བཤད་ཁག་པོ་རེད་འདུག་དེ་ཡིན་ནའི་སྐབས་སུ་ད་ལྟ་ཁ་སང་བོ་བསྟན་བཞུགས་སྐབས་ལ་ཡང་ད་འདི་ཨ་མི་རི་ཀ་རང་ནང་ལོགས་ལ་ཡོད་བསྡད་པའི་གི་ད་གི་གོང་རྩོམ་ནང་བཞིན་གི་ད་མི་རིགས་ཁག་དེ་བརྒྱད་དེ་ཐོག་ལ་ཡང་དཔེར་ན་ཆ་བཞག་པའི་ན་སོག་ཡུལ་གི་ད་ད་སོག་པོ་དགའ་ལྡན་ཐེག་ཆེན་གླིང་གི་དགོན་པའི་གི་ད་མཁན་པོ་སྐུ་གཞོན་དག་བྱས་པའི་གི་དམིགས་བསལ་གི་སྐུ་ཚབ་ཚོགས་པ་ཅིག་ཡང་ཆེད་མངགས་དུ

གྲ་སྒྲིག་ཡིན་ན་ར་དེ་གཅིག་ཉི་མ་གཉིས་གསུམ་གྱི་ནང་ཚར་བ་དེ་འདྲ་ཡང་མ་རེད་གཅིག་མི་བཅུ་བཅོ་ལྔ་མི་ཉི་ཤུ་གསུམ་གཅིག་གི་ཚར་བ་དེ་འདྲ་གི་ལས་ཀ་གཅིག་ཡང་མ་རེད་གཅིག་གྲ་སྒྲིག་དེ་ཟླ་བ་ག་ཚོད་སུ་བྱེད་ཡོད་རེད་དེ་ནི་དང་བླངས་དང་བླངས་ཡིན་ན་རེད་གཅིག་ད་ལས་ཀ་བྱེད་མྱི་ཧ་ལས་བའི་མང་པོ་གཅིག་འདུག་ག་ཁོ་རང་ཚོ་དང་བླངས་རེད་བས་ཁོ་རང་ཚོ་གཅིག་ད་ཕོགས་ར་དེ་འདྲ་སྤྲད་ཀྱི་ལས་ཀ་བྱེད་མྱི་དེ་འདྲ་རེད་དེ་དེ་ཚོ་གཅིག་བརྒྱུད་རིམ་དེ་ཚོ་ག་འདྲ་རེད། ལན་རེད་ད་དེར་གོང་དུ་བཀའ་གནང་བ་ཞིག་རེད་ད་ང་རང་ཚོ་གྲ་སྒྲིག་ད་ལྟ་བྱང་ཨ་མི་རི་ཀ་སྤྱི་མཐུན་ཚོགས་པའི་གི་ཚོགས་ཆེན་ཐེངས་བཅོ་གསུམ་པ་ཡི་སྐབས་ལ་ཡང Washington DC ཨ་རིའི་རྒྱལ་ས་ལ་ཡང་དུ་ས་སྤྱི་ཟླ་དགུ་བའི་གི་ད་སེ་ཤ་ནང་ལ་ཡང་ཨ་ནི་ཉིས་སྟོང་བཅུ་བཞི་བཅོ་ལྔ་བཅོ་ལྔས་གི་རེད་དེ་ལ་ཡང་དུ་སུ་རེད་དེའི་རྗེས་ལ་ཡང་ད་ང་ཚོ་དེ་ད་བར་མང་པོ་རྗེས་ད་ལྟ་སྤྱི་མཐུན་ཚོགས་པ་ཆེ་ཁག་ད་སུམ་ཅུ་ཡོད་རེད་ད་དེའི་ནང་ནས་ད་ཆེས་ནང་ནས་སྤྱི་མཐུན་ཚོགས་པ Goods བྱས། འཐུས་མི་བྱས། ཨ་ནི་ང་ཚོ་སྤྱི་འཐུས་གཉིས་བྱས། ཨ་ནི་འདི་ག་ལ་ཡང་དོན་གཅོད་གི་སྟབས་མཐུན་རྒྱུ་ཙམ་ཙམ་འདུག་གནང་གི་ཡོད་རེད། དེ་གས་བྱས་བྱས་ང་རང་ཚོ་མི་ཡིག་བཅུ་བཞི། ཨ་ནི་ཉེས་པ་ཅིག་གི་ད་གྲ་སྒྲིག་ཚོགས་ཆུང་གི་དམིགས་བསལ་གྱི་བསྐོ་བཞག་བྱས་པ་རེད། དེའི་ཐོག་ལ་ཡང་ད་ང་ཚོ་དངོས་སུ་ང་རང་ཚོ་ཐུག་བྱས་རིམ་པ་ཐ་མ་གསུམ་ཅིག་ང་ཚོ་དངོས་སུ་ཚང་མ་ཐུག་འཛོམས་བྱས་ཚོགས་འདུ་ཚོགས་ཡས་འདུག་གསུངས་པ་རེད་དེ་མ་ཡིན་པའི་གི་ཆ་ཆེན་དེ་ད་ང་ཚོའི་ཁ་བ་ཐོག་ནས་ནས་རེད་ཚོགས་འདུ་ཚོགས་བྱས་དེ་མ་ཡིན་པའི་གྲ་སྒྲིག་ཞུ་ཡས་དེ་གས་ཆ་ཚང་དེ་གས་དེ

མཁྱེན་དགོས་ཡོད་རེད་ད་བ་ཤིང་དོན DC ལས་འདུག་ཟེར་གནང་ཡང་འདུག་ད་ཁྱེད་བུ་རེད་ད་རྗེས་ལ་ཡང་མ་བཀག་ཕེད་བྱས་ད་དེ་ནིའུ་ཡོག་ལ་ཡང་འདུག་ཟེར་གནང་ད་ཟེར་བྱས་ཨ་ནི་དུས་ཚོད་ཐུང་ཐུང་ཞིག་ལ་ད་ང་ཚོ་ནིའུ་ཡོག་ནང་འདུག་ཟེར་ཕོད་བྱས་ཕོད་བྱས་བྱས་ཨ་ནི་ཟེར་ང་ཚོ་ད་ཚོགས་ཁང་ཚད་དང་ཨ་འདི་མ་ཡིན་པའི་གི་ད་ཅིག་གི་འབྲེལ་འདྲིས་གོང་ནས་ང་ཚོའི་གི་ད་བ་ཁ་ཤས་ཅིག་གོང་ལ་ཡང་འབྲེལ་འདྲིས་དེ་བ་ཤིང་དོན DC ལ་གནང་ཡང་ལ་ཡང་འདུག་ཟེར་གོ་སྒྲིག་ཞུས་ཡོག་རེད་འབྲེལ་འདྲིས་འདུག་ཞུས་ཡོག་རེད་ད་གནས་སྐབས་འདི་འགྱུར་བ་དེ་འགྲོ་ག་ལ་ཡང་ད་སྐྱེ་མཚམས་ལ་ཡང་ང་ཚོ་ཚོགས་ཁང་ཚད་དང་ཨ་འདི་མ་ཡིན་པའི་གི་ས་གནས་གི

ཨ་ནི་སོག་སྐད་ནང་ལ་རེད་ཨ་ནི་ཨུ་རུ་སུ་སྐད་ནང་ལ་རེད་ཨ་འདི་མ་ཡིན་པ་རྒྱ་སྐད་ནང་ལ་ཐིངས་སུ་བྱས་བྱས། སྐབས་དེ་ཉི་མ་གཉིས་ཡི་རིང་ཁ་བརྡས་ལ་ཡ་དངོས་གནས་ང་རང་ཚོའི་བོད་རིགས་སྤྱི་མཐུན་ཚོགས་པ་ནིའུ་ཡོག་དང་ནིའུ་ཇེར་སི་གི་དེ་ནང་ལ་ཡ་ད་ཅི་ག་སོག་ར་དྭང་ལག་བ་ཁོ་ནང་ཚོ་སུམ་བརྒྱ་མེད་པ་ཇི་མེད་པ་ཇི་ལྟར་ཐིངས་སུ་བྱེད་སླད་བྱས་དངོས་གནས་ཚོགས་ཁང་ཆེན་པོ་དེ་འདྲ་ཞིག་ནང་ལ་ཡ་ང་ཚོ་དྭང་ལག་ད་སུམ་བརྒྱ་དངོས་གནས་ཡོག་ར་དེ་ཡིན་ནས་ཅིག་གི་ཚང་མ་སྐུ་ལས་བསྐྱོན་བྱས་མཐའ་དོན་དངོས་གནས་ད་ལྟ་ང་ཚོ་ཚར་བ་བྱས་ད་ང་ཚོས་གི་ད་དེ་ཀྱི་དོན་དག་དེ་ཡག་པོ་བསྒྲུབས་མ་བསྒྲུབས་དེ་གཙོ་བོ་དེ་ང་ཚོ་མི་ཁ་ཤས་ཅིག་གི་ལ་ཡ་འདྲ་ལེགས་མི་འདུག་དེ་ས་གནས་རང་གི་དེ་ཕྱག་ལས་གནང་ངེས་གང་ལགས་ཇོ་ལ་ཡ་གཙོ་བོ་དང་ཨ་འདི་མ་ཡིན་པའི་གི་ད་ཚོ་ང་ཚོ་གྲ་སྒྲིག་ཚོགས་ཆུང་ནས་རེད་ཨ་འདི་མ་ཡིན་པ་སྤྱི་འཐུས་ཚོགས་པའི་གི་ད་ཚང་མས་གི་ཚོགས་གཙོ་གཙོས་བས་གི་ཨ་ནི་དེ་ལ་ཡ་འཐུས་མི་ཚོ་གི་གི་གྲ་ལེགས་རོགས་རེད་བྱས་ཙང་ད་རིང་དེ་ལ་ཡ་དངོས་གནས་ང་ཚོ་དེ་སྟབས་ཡག་ག་བྱས་དེ་ཡ་ནིའུ་ཡོག་ལ་དེ་ང་ཚོ་མི་ཚོགས་མང་པོ་རེད་ནིའུ་ཡོག་གིས་ཁོ་རང་ཚོ་གི་སྔོན་ནས་ཧུར་བརྩོན་གནང་བྱས་ད་རི་དེ་ལ་ཡང་ང་རང་ཚོ་ད་ཉི་མ་གཉིས་ཀྱི་མཛད་རིམ་དེ་ལ་ཡང་དཔེ་མ་སྲིད་ཀྱི་ལས་སླ་པོ་དང་ཨ་ནི་དོན་དག་ཡག་པོ་འགྲུལ་བས་འདི་ད་གཙོ་བོ་ད་ང་ཁོ་རང་ཚོ་གི་ཐུགས་རྗེ་བཀའ་དྲིན་རེད་འདི་མ་ཡིན་པའི་ལས་ཀ་ཞིག་ཡང་ནུབ་ཕྱིར་ལ་ད་རེད་ད་ང་ཚོ་ད་ལྟ་མུ་མཐུད་ནས་བྱེད་གིན་དེ་ནས་བཀྲ་ཤིས་རྣམ་རྒྱལ་ལ་ད་ད་ལྟ་ཅིག་ནུབ་ཕྱིར་ལ་གསུངས་པ་ནང་བཞིན་ཐོག་མར་ཅིག་ཨ་རི་རྒྱལ་ས་བྷ་ཤིང་ཏོན་ན་ཚོགས་ཡ་བྱས་རེད་ད་ཅིག་བྷ་ཤིང་ཏོན་ན་ཚོགས་པ་ཡིན་ན་ཀྱི་ཆབ་སྲིད་གནད་འགག་གལ་ཆེན་པོ་ར་གཅིག་ཡོད་རྒྱུ་རེད་དེ་ཡིན་ན་མིའི་མང་བློས་འཛོམས་ཐུབ་པ་དང་ནིའུ་ཡོ་ཀི་ར་ནིའུ་ཇར་སི་ཐུབ་པ་བོད་པ་ར་དེ་འདྲ་བེད་ཅིག་མང་ཡོད་དེ་ལ་བརྟེན་ནས་ཅིག་མཐའ་མ་ས་ཆ་འགྱུར་བ་ཕྱིན་པ་འདི་ལ་ཅིག་ཡག་ར་གཅིག་བྱུང་མ་སོང་ཡ། དེ་ཡག་པོ་ཞིག་ར་བྱུང་སོང་ད་རྩ་བའི་ད་མི་རྒྱལ་སར་ལ་བྷ་ཤིང་ཏོན་རྒྱལ་སར་དེ་འདྲས་ཅིག་བོད་མི་མང་པོ་ཅིག་ལྷག་པར་དུ་ད་འདི་ལྟ་ཅིག་མང་ཆེ་དེ་ཨ་མི་རི་ཀ་གི་མི་ཆ་དེ་གི་ཡོད་རེད་ཨ་ནི་ང་ཚོ་ནམ་ཞག་རྒྱུན་ལྡན་ནས་ད། བོད་པའི་བུད་མེད་ཨ་མི་རི་ཀ་ཆགས་བསྡད་ཀྱི་ཡོད་དུས་བསམ་པའི་དེ་ཁྱབ་སེང་གནས་ཁ་ཐག་ཅིག་ཆགས་ཀྱི་བར་གར་སོང་ནས་ང་ཚོ་གི་ནུས་ཤུགས་དེ་ཅིག་ཕ་གི་རྒྱལ་ས་བྷ་ཤིང་ཏོན་བསྟན་ཡག་གི་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་ནའི་ད་ཅིག་ཡང་ཁོ་གནས་སྟངས་ཀྱི་ཆ་ནས་བྱས་དུས་ག་ཚོད་སུ་འདུ་འཛོམས་ཡོང་ཐུབ་ཀྱི་ཡོད་མེད་ད་དེ་ཅིག་གར་སོང་ནས་ལྷག་པར་དུ་ཨ་ནི་དེ་དུས་ཚོད་དེ་ཡང་ས་གར་སོང་ལ་ཕུ་བོ་དེ་པ་སངས་ཆགས་བསྡད་ཀྱི་ཡོད་རེད་དེ་ལས་ཀ་བྱས་ཀྱི་དུས་ཚོད་ཅིག་རེད་དེ་འདྲ་ཡིན་དུས་ད་གནས་ཚུལ་མང་པོ་སྐྱོ་རེད་ཡིན་ནའི་ད་ལྟའི་ནིའུ་ཡོག་ཚུགས་ཚུགས་ཚུགས་གནང་པ་དེ་ཐུགས་ཐག་བཅད་གནང་པ་དེ་ད་ང་ཚོ་ལ་ད་དངོས་གནས་གང་ནས་ཅིག་ཡག་པོ་ཞུ་བྱུང་སོང་ག་རེ་ཟེར་ན་ལྷག་པར་དུ་མི་མང་པོ་ཞི་བོ་ཅིག་ཁོ་མཉམ་ཞུགས་བྱེད་འདོད་ཡོད་རེད་དེ་ཡང་རྒྱུ་རྐྱེན་འདྲ་མིན་བརྟེན་ཕྱིན་ཆད་ཐུགས་དང་མ་ཐུག་གི་གནས་ཚུལ་ཡོང་བསྡད་ཀྱི་ཡོད་རེད་ཁྱེད་རང་དེ་ཡིན་དུས་ད་སོ་སོའི་གི་ཁ་རྡུང་དེ་ལ་ཡར་ལྷན་ཚོགས་དེ་དེ་གར་སོང་བ་འདུས་འཛོམས་དེ་ཚོགས་ཡོང་པ་ག་ལ་ད་ཅག་མ་ཐུབ་བའི་གི་ཆ་རྐྱེན་དེ་ཕལ་ཆེར་མེད་དེ་སོང་རེ་ཆགས་དུས་བསམ་པ་ལ་ཡ་ཞེ་དྲག་གི་ཡག་པོ་བྱུང་སོང་དེ་བརྟེན་ནས་ད་ད་ལྟ་མི་ཚོགས་དེ་ཡང་དངོས་གནས་དྲང་གནས་ཅིག་གི་བོད་མི་ཧ་ལམ་བོད་མི་ཁོ་རང་གཅིག་པོ་བརྩི་བས་ན་ཕལ་ཆེར་ང་ཚོ་དུ་ཚོད་དཔག་བྱས་བས་ན་ཁྲི་གཅིག་བརྒལ་འགྲོ་གི་ཡོད་ས་རེད་ཨང་དེའི་ཐོག་ལ་ཡ་ད་བོད་མི་མ་ཡིན་པའི་ང་ཚོའི་ངོས་ནས་ད་སྐྱབས་མགོན་རིན་པོ་ཆེ་འཛམ་བུ་གླིང་སྤྱི་ནོར་བཅས་རེད་ཨང་ལྷག་པར་དུ་ང་རང་ཚོ་ཡུན་རིང་ནས་བོད་མི་ཙམ་མ་ཡིན་བོད་མི་ཙམ་མ་ཡིན་པ་ཡུན་རིང་ནས་སྐྱབས་མགོན་རིན་པོ་ཆེ་དང་ཆོས་དང་ཟང་ཟིང་གི་འབྲེལ་བ་རྒྱ་ཆེན་པོ་དང་ཤུགས་ཆེན་པོ་ཡོད་དེང་གི་མི་རིགས་དེ་ག་དེ་ཡང་ད་ང་ཚོས་མཉམ་ཞུགས་བྱེད་ཐུབ་ཡ་དེ་ད་གལ་གནད་ཆེན་པོ་ཅིག་རྩིས་བྱས་དུ་སྟེ་དེབ་ན་ཤེས་བྱེད་ཕན་ཚུན་བར་རུ་ཁོ་རང་ཚོ་གི་ཚོའི་འབྲེལ་བ་ཅིག་ཡོད་རེད་ང་ཚོའི་གི་ཁོ་རང་ཚོ་དང་གཞི་རྒྱ་ཆེ་སི་ཐང་ནས་ཅིག་འབྲེལ་བ་ཡོང་ཐུབ་ཡ་ལེ་དེ་ན་མཉམ་ཞུགས་ཡོང་ཐུབ་ཡ་ལེ་འབྲེལ་བ་ཞུས་བྱས་དུས་ཙམ་པ་ལེ་ད་ཅིག་སོག་རིགས་ཆ་བཞག་གི་ནས་ཕལ་ཆེ་སོག་པོ་མང་པོ་ཞི་བོ་ཅིག་ཕལ་ཆེར་སོག་ཡུལ་དང་དྭགས་ནང་བཞིན་གྱི་ཨུ་རུ་སུ་མངའ་ཁོངས་ཀྱི་སོག་རིགས་གནས་ཆགས་ཀྱི་ད་ལྟ་ད་ལྟ་དཀར་སྨུག་བཅས་བུར་ཡ་དང་ཐུ་བ་རེད་དུ་མཚོན་གནས་མང་པོ་ཅིག་འཇོག་དེ་ཡོད་རེད་ཨ་དྭགས་ནང་བཞིན་དེ་མ་ཡིན་པའི་གི་ད་ཅིག་དེང་གི་ཤུལ་ནང་བཞིན་ད་ལྟ་ལྷོ་ཤར་ཨེ་ཤི་ཡའི་ས་ཁུལ་ཁག་ནས་དམིགས་བསལ་གྱི་འཐུས་ཚབ་བཅའ་ཡ་ལ་འདུག་སུ་རེད་བྱས་ཙང་དེ་ཡིན་དུས་ཇི་ལྟར་གི་ཡག་པོ་བྱུང་སོང་བསམ་དགོས་རེད་ས་གནས་དང་དེའི་ས་ཆ་འགྱུར་བ་ཕྱིན་པ་དེ་ལ་ཡ་མི་མང་མཉམ་ཞུགས་བྱེད་ཐུབ་ཡ་ལ་ཡོད།

ལ་སུ་ཀྲ་སི་རྣམ་རྒྱལ་ལ་ད་དྲི་བ་ཐ་མ་དེ་ཡིན་དེ་ནས་ཅིག་ད་གོང་ས་མཆོག་ག་བ་ཕེབས་པ་ཡིན་ན་ཅིག་དོལ་རྒྱལ་རྗེས་འབྲང་བ་ཚོས་ངོ་རྒོལ་བྱེད་ཡ་དེ་ད་ཤུགས་ཆེ་རེད་འགྲོ་གི་ཡོད་པ་སོགས་རྣམ་པ་ཅིག་ཐོན་བསྡད་ཀྱི་འདུག་ད་དེ་ལ་ཅིག་ས་གནས་སོ་སོའི་བོད་པ་བཟོ་བས་ཅིག་ད་གདོང་ལེན་ག་འདྲ་འདྲ་ཅིག་བྱེད་དགོས་ཀྱི་འདུག་ད་ང་དུས་ཚོད་ཐུང་ཐུང་ཆི་མ་ཐོག་མེད། དངོས་གནས་བློ་འཚབ་ཞེ་དྲག་ཡོད་རེད་ག་རེ་ཟེར་ན། དེ་སྐད་དེ་ད་དོན་དག་སྙིང་པོ་ཅིག་ཆོས་དད་རང་མོས་ཟེར་ཡ་དེ་སྐད་དེ་ཅིག་ཁ་ལ་འཁེལ་བ་མ་གཏོགས་ཅི་ལས་དངོས་ཡོད་གནས་ཚུལ་ཐོག་ལས་ཆོས་དད་ཀྱི་གནས་ཚུལ་ག་གེ་ཡོད་མ་རེད་སྐྱབས་མགོན་རིན་པོ་ཆེ་ཀྱི་ལམ་སྟོན་བཀའ་སློབ་དངོས་གནས་དྲང་ནས་ཞིབ་བཞིན་ཕྲ་བ་ཅིག་གནང་བཞག་ཡོད་རེད་ད་དེ་སྐད་དེ་གི་མ་ཤེས་མ་གཏོགས་ཅི་རེད་བས་ཟེར་ན་ངས་འཛམ་བཟང་གསང་བ་དང་དུ་ད་དེ་སྐད་དེ་མ་ཤེས་པ་ཅི་ད་མ་རེད་བསམ་གི། ཆེད་དུ་མངགས་ནས་བཤད་ནས་ཁྱད་གསོད་བྱས་བསྡད་ཀྱི་ཡོད་རེད་བསམ་གི་ད་དེ་ཡང་དགོས་པ་རྒྱུ་མཚན་དེ་ག་རེད་སུ་འདྲ་སུ་རང་ཉིད་སུ་སུ་གི་ཨ་ནི་དངུལ་དང་དངུལ་བུ་ཁེ་ཕན་ཆེད་དུ་བྱེད་དགོས་པ་རེད། སྐབས་སུ་བབས་པའི་ཨ་ནི་དུས་ཚོད་འདི་ཙམ་མ་གཏོགས་མི་འདུག་ང་ཚེ་གོང་དུ་བཅར་འདྲི་བྱེད་ས་ཆེན་ཨ་རིའི་བོད་པའི་སྤྱི་འཐུས་རྣམ་པ་གཉིས་བཀྲ་ཤིས་རྣམ་རྒྱལ་ལགས་དང་ནོར་བུ་ཚེ་རིང་ལགས་རེད་རྣམ་པ་གཉིས་དེ་རིང་གི་བགྲོ་གླེང་ལས་རིན་མ་ཉམས་ཤིག་གནང་ནས་དགོངས་ཚུལ་ལྷུག་པོ་གསུང་བར་ཐུགས་རྗེ་ཆེ་དེ་ནས་གཟའ་པ་སེང་གི་ཉིན་མོ་འདི་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་གཙོས་ཁང་དུ་སྐུ་གྲོངས་པའི་གནས་ཚུལ་དང་རྒྱ་ནག་གཞུང་གི་བོད་པའི་བླ་སྤྲུལ་ཁག་ལ་ནག་ཉེས་འདྲ་མཚུངས་བཙུགས་ཡོད་པ་བཅས་ལ་བགྲོ་གླེང་ཞུ་རྒྱུ་ཡིན།